ལོ་སོ་ས་ནས་བལ་འཛུམ་ནས་གོས་ཕུབ་དོན་གྲུབ་ཀྱི་ཨ་ནེ་ཅི་རི་འབུད་མི་གཞོང་ལ་ཡ་འཚམས་འདྲི་བཀྲ་ཤིས་ལེགས་ཞུ་རྗེ་དང་ཡང་གོས་ཨ་ནེ་ལྕང་ཨ་རི་ལྷོ་བྱང་གཉིས་དང་ཨ་ནེ་ཡུ་རོབ་རྒྱལ་ཁབ་ཁག་ལ་བཞུགས་པའི་བོད་རིགས་བུ་ཕྲུག་ཚང་མ་ལོ་ལ་ཡ་འཚམས་འདྲི་ཞུ་གི་ཡོད། ད་ཁང་པ་དུ་ད་མང་ཆེ་བྱེད་དུ་བ་ལ་ཡ་རྟེན་གཞི་བྱས་ནས་ད་ཁང་པ་ཉོས་ཡ་ལ་སོགས་པ་དེ་འདྲའི་འགོ་བཙུགས་ཡོད་རེད།

ཡུ་རོབ་མནའ་འབྲེལ་མཐུན་ཚོགས་ཀྱི་དངུལ་ཁང་ནས་ནི་འདུག་ཟེར། ཅེས་དཔལ་འབྱོར་ཉམས་རྒུད་སླར་གསོའི་ཆེད་དུ་ཨ་མི་མ་དཀྱུས་མ་ལ་ཡ། ཅེས་བུན་སྐྱིད་དེ་ཚོ་བུ་ལོན་ཡ་ཡ་འབྱོར་བ། འདི་ནི་སྐྱེས་ཀ་ཆུན་ཆུན་བཞི་བོ་གཅིག་གང་ལ་མ། གྲངས། ཚགས་གྲངས་ཆུང། ཚགས་ལས་སྒོར་གྲངས་ཆུང་ཙམ་ཙམ་དེ་འདྲས་གཅིག་གང་ལ་ཡ། ཡ་ཡ་འགོ་བཙུགས་བཞག། འདི་རིམ་པས་ཅེས་བྱས་མ། རྒྱལ་ཁབ་སོ་སོའི་ནང་ལོགས་ལ་ཡ།

ཁ་ཆད་ཅིག་བྱས་ལ་ཁ་ཐུག་ཨུ་ནུ་འགྲོ་ཡ་རགས་སོ་འདོད་ཅིག་ནས་ང་རང་ཡང་ཅིག་རོབ་སི་ཅིག་བྲིས་སོ་ཟེར་ཞུ་ཡ་ཡིན། ཁྱིམ་ཚང་ག་ལ་གང་དུ་དོན་ཡོང་གི་འདུག་འདི་ངས་ཁ་སང་སྔོན་མ་ངེད་འདུག་དང་ཞུས་ཡོད། ཨཱ་ནི་ད་ཇི་ལྟར་ལྷན་རྒྱས་ཚུར་ལ་ཡག་ངས། དེ་རྗེས་ལ་ཡ་ད་གར་སོང་ནས། ད་ངས་ཡུལ་གྲུབ་ནང་རོགས་ཞུས་པ་ཡིན་ན་ཨ་མི་ཁྱབ་ཆེ་ཆེར་ཕན་ཐོགས་ས་རེད་བསམ་ཆེད་ཞུས་པ་ཡིན། ནས་མི་མང་ཚོའི་ངོས་ནས་འདི་ལས་སེམས་ཤེས་གནང་ཉེན་དེ་ཙམ་ཅིག་མང་པོ་ཞིག་བྱུང་མེད་པའི་བཟོ་འདུག་ཡིན་ཙང། ད་རེད་ད་ཁ་སང་ངས་བརྙན་ཐུང་རིམ་པ་གཉིས་ཅིག་ཕུལ་བ་ཡིན། དང་པོ་དེ་ང་རང་འགྲོ་བའི་ང་རང་འགྲོ་བཞིན་པའི་བརྙན་ཐུང་ཞིག་ཕུལ་བ་ཡིན། གཉིས་པ་དེ་ལ་ཡང་དངོས་སུ་ང་རང་ཕྱིན་པའི་ཉམས་མྱོང་དང་འདི་གས་བྱས་རྗེས་རྡོ་རྗེ་གཅིག་བུས་བཞག་ཡོད། ཨ་ནི་དེའི་ནང་ལོ་ནས་ད་ཅིག་གི་དེ་རིང་ག་འོས་པོ་འདི་ལ་ཡང། ཨ་ནི་ང་ཚོ་སྦེལ་ཇམ་ས་གནས་རེད་གནས་དུས། ད་འདི་སྦེལ་ཇམ་ཙམ་མ་རེད་ཡུ་རོབ་ཁྱོན་ཡོངས་ལ་གཅིག་པོ་གཅིག་རྐྱང་རེད་ད་ནང་བཞིན་ཨ་རི་ཀ་ནི་ད་དུ་ཚོ་ལས་གཅིག་པོ་གཅིག་རྐྱང་རེད་ཕལ་ཆེར་འདིར་ཁྱད་པར་ཁ་ཡོད་མ་རེད། བྱས་ཙང་ལྷན་རྒྱས་ཚོའི་སོ་སོའི་གོ་སྐབས་བྱོས་རྒྱུ་གལ་ཆེན་པོ་རེད་ཤག། ཨཱ་ནི། གང་ཡིན་ཟེར་ན། ཁ་སང་ངས་བརྙན་ཐུང་དེ་ཕུད་པའི་ཆེད་ལ་ཡང་ལྟ་ངོ་འཛུལ་དེ་ངོ་བཞིན་པ། སྐལ་བཟང་ལགས། སྐལ་བཟང་ཞོལ་བྱོས་རེད། དུ་བ་ཨར་ལས་ཐོག་ཕྱག་ལས་གནང་ཉེ་ཆོས་རེད་ཁོ་རང་ཨར་ལས་ཀྱི་ཐོག་ལ་ཡང་སྦྱོང་བརྡར་བྱས་ཨ་ནི་དོ་ཅེ། ཨ་བོའི་ཨ་བོ་སྐྱབས་བཅའ་དུ་ཕེབས་ཉེ་ཆེ་རེད། ཁོ་རང་གིས།

རྩ་བའི་མ་ཆག་ཡ་རང་དེ་ག་ཚོད་ཆག་འདུག་ཟེར་ན་སྒོར་མོ་ཁྲི་གཉིས་དང་ལྔ་སྟོང་ཆག་གི་འདུག་ཟེར་བྱས། སྒོར་མོ་ཁྲི་གཉིས་དང་ལྔ་སྟོང་རེད་ད་ཡང་དེ་ནས་གཅིག་གི་བག་ཁྲིམས་བཅོལ་བ་དང་དེ་གའི་ལ་ཕག་ཚོ་སྤྲད་དགོས་ཡ་དང་བཅད་དགོས་ཡ་དང་དེ་གའི་བག་ཚོ་བཅད་པས་ནི་དེ་ལ་སྒོར་མོ་བརྒྱད་སྟོང་ཞིག་འགྲོ་གི་འདུག་ཟེར། འདི་རེད་འདི་ཁོ་རང་དང་འདི་དངུལ་ཁང་བརྗེ་བ་བརྒྱབ་ཡ་དེ་ན་ལ་ཕེབས་རེད། ངས་ཁ་སང་ཞུས་ཡ་དེ་ན་ལ་ཡ། དངུལ་ཁང་བརྗེ་བ་བརྒྱབ་ཡ་གི་ལམ་ཁ་གཅིག་བཅད། དངུལ་ཁང་གཞན་པ་གཉིས་ལས་སྐད་ཆ་དྲིས། འདིའི་ཡི་གེ་དེ་གཉིས་ཁྱེར་བྱས་ཁྱེད་རང་གི་དངུལ་ཁང་འཚོལ་ཡོང་བྱས་སྐད་ཆ་བཤད། འདི་བྱས་ཡོད། འདི་བྱས་པས་ན་ད་ལྟའི་ཁོ་རང་གི་གནས་སྟངས་ལྟ་བུ་ཆགས་པས་ན་སྒོར་མོ་ཁྲི་གཅིག་དང་དོན་ཐོག་དངོས་སུ་ཁོ་རང་ཁེབས་ཚང་ཡོད་པ་ཁེབས་ཚང་སོ་སོ་ལ་ཡང་བྱུང་ཡོད་པ་རེད། མདོ་དེའི་སྒང་ལ་ཡང་སྒོར་མོ་བརྒྱད་སྟོང་གི་འགྲོ་སོང་བྱོས་པ་བརྒྱད་སྟོང་གི་འགྲོ་སོང་འགྲོ་གི་མ་རེད། དགེ་མཐོང་གི་ནགས་ལོ་ནས་ཕལ་ཆེར་ཕྱེད་ཀ་ཕྱེད་ཀ་འདྲ་པོ་ཅིག་ཆགས་འདུག་ཁར་དངུལ་གང་གཱའི་ཕྱེད་ཀ་ཉག་སོ་སོ་ལས་ཕྱེད་ཀ་འདྲ་པོ་ཅིག་སྤྱི་ཚང་སྒོར་མོ་ཞེ་སྟོང་ཅུ་ཚན་བརྒྱ་ཐོས་པ་ར་ཡག་གི་རེ་བ་ཡོད་རེད་གསུངས་པ་འདུག་བྱས་ཙང་ངས་ཞུ་ཡག་དེ་ཞུ་གཏན་གཉིས་རེད་གཅིག་དངུལ་གང་བྱེད་པ་བརྒྱ་བས་ཆེ་དང་པོ་དེ་དངུལ་གང་བྱེད་པ་གཉིས་གཉིས་ཅིག་སྐད་ཆ་དྲིས་འདིའི་ཡི་གེ་དེ་གས་ཁྱེད་ཚོ་ཡོང་ཆ་ཨན་དངུལ་གང་སོ་སོའི་དངུལ་གང་དེ་ལ་ཕྱིན་ཅིག་སྐད་ཆ་བཤད་ཡག་རེད་འདི་ཨེ་ནས་ཁེབས་ཚང་ཆད་འདུག།

ཡིན་ནའི་དེ་རིང་འདི་ང་དགའ་དགོས་པ་དེ་ལ་ཡ་ང་རང་དངོས་གནས་འདི་ནས་ཞེ་བོ་ཅིག་དགའ་སོང། ང་རས་བཤད་པ་དེ་ལ་ཡ་ཅེས་འབྲས་བུ་སྨིན་སོ་སོམ་སང་ཆེ། སྨིན་སང་འདི་ཁོ་རང། སྐལ་བཟང་ལགས་ཁོ་རང་ད་ལྟ་ང་ཚོ་བོད་ནས་ད་ལྟ་བོད་མདོ་སྟོད་ནས་རེད། ཁོ་རང་དོགས་གཞི་ཅིག་བྱུང་སོང་གསུངས་སོ་དཔེ་མི་སྲིད་དགའ་བོ་ཅིག་ར་བྱུང་སོང་ང་ཚོ་དེ་ས་གནས་ས་གནས་སྦེལ་ཇམ་ནས་ཡང་བཞུགས་ཉེན་རེད། བྱས་ཙང Belgium དེ Antwerp ནས་བཞུགས་ཡོད་རེད་བ། ཨ་ཁོ་རང་གི་འདི་འདྲའི་བྱེད་བྱ་བ་ཕས་བཟོ་བོར་ཞུ་ཡ་གཅིག་བྱས། ཐོག་མར་ཁོ་རང་གི་ད་ལྟ་དེ་དངུལ་ཁང་པ་ཉོས་པའི་སྐབས་ལ་ཡང་དངུལ་གཞག་ཡོད་འདུག་ཟེར་བ་དངུལ་སྒོར་མོ་ད་དངུལ་དེ་ཡང་དངུལ་ཁང་ནས་ཁྱེད་རང་གི་དངུལ་སྒོར་མོ་འབུམ་གཅིག་དང་ཁྲི་དྲུག་བདུན་བརྒྱད་འབུམ་གཉིས། འོམ་གཉིས་གང་ལ་གཡག་ཡོད་ན་མ་རྩ་ག་ཚིག་ཆེ་གཡག་ཡོད་ན་དེ་རིགས་བྱེད་པོ་ཁྱོད་ནི་ཁེབས་སང་དེ་ཅིག་གི་ཆེ་ཡོད་རེད་ཁེབས་སང་ཟེར་དུས་ཚོན་པ་མིའི་རྩིས་ནས་ཚོ་བོ་རག་ཡག་གེ་མ་རེད་ངས་ད་འདྲས་ཞུ་ཡག་དེ་ཁེབས་སང་ག་ཚོད་ཁྱེད་རང་གི་ཕར་སྤྲད་མ་གོ་ཡག་རེད་ཁྱེད་རང་གི་ཕར་སྤྲད་མ་གོ་ཡག་ཆེ་གེ་ཆེ་ཁྱེད་རང་དེ་དངུལ་ཁང་དེ་བྱེད་པོ་རྒྱབ་པ་དང་བྱེད་པོ་མ་རྒྱབ་པ་ལ་སོགས་པ་དེ་ཚོ་དུས་དེ་བས་ན་གང་ལྟར་ཀྱང་ཁྱེད་རང་གི་དེ་རིང་སྐལ་བཟང་ལགས་ཀྱི་ད་ལྟ་སྒོར་མོ་ཁྲི་གཅིག་དང་དོན་སྟོང་ཆིག་ཁོ་རང་རང་ལ་ཡག་ལྷག་དེ་ཡག་ཆོ་རོག་དེ་སྤྲད་དགོ་གོ་རེད། མ་རེད་ར་འདྲེ་རེད། གར་སི་ནི་རྒྱན་གྱི་ཞག་ས་སའི་རྒྱབ་ཞག་རེད་བ། འོ་དེ་འདི་དང་བྱས་རེད་ཁྱེད་ཚང་ད་རེས་ཁེ་བཟང་བྱས་ཏེ་ཁྱེད་རང་མ་ཚེ་ག་ཚད་མང་ང་གཡར་ཡོད་ནས་ལས་འདི་གཅིག་གིས་ཁྱེད་རང་གི་གང་ལ་ཡང་ཁེ་བཟང་ཆད་ཡོད་རེད་ཟེར་བྱས་ད་ངས་ད་རེས་འདི་ལ་ཡང་མི་མང་ཚོ་ལ་ཞུ་ཡ་དེ་ཡིན། མི་དམངས་ཚོའི་ངོས་ནས། ད་དེར་འདི་སྦེལ་ལྗམ་ཙམ་མ་རེད་ཡུ་རོབ་ཁྱོན་ཡོངས་དང། བྱང་ཨ་རི། ཨ་རི་དང། ཁན་ད་དེ་ཚང་མ་གཅིག་པ་རེད་གཅིག་མཚུངས། ལྗ་ཚང་ལྷན་རྒྱས་ཚང་མ་ལོ་ཝེ། ད་སི་ད། ང་རང་ཚོ་བོད་པ་ཆེར་ཁྱབ་སང་ར་བ་ནི་དེ་ཡག་པོ་འདུག་ད་ངས་འདི་ན་ལོ་ཞུ་ཡ་དེ་ཚོ་མང་ཆེ། ཏི་བི། དེ་བྲིས་པའི་བརྙན་འཕྲིན་ནང་ལོ་ལ་ཡ་གསར་འགོད་ལས་ཚོས་གསར་འགོད་པའི་དུས་ཚོད་གསར་འགོད་ལྷན་ཚོགས་བྱས་རྗེས་མ་བཏོན་ཡག་གི་དེ་འདྲས་ཕལ་ཆེར་ཕལ་ཆེར་མ་རེད། ངས་ཚོ་ངོས་ཀྱི་མྱོང་ཚོར་ནང་ལོ་ནས་བྱུང་བྱས་པའི་གི་དེ་མ་ངས་ཞུས་ནས་མི་མང་ཚོ་ལ་ཡ་ཕན་ཐོག་ཡག་རེ་བ་བྱས་གི་ཡོད། ཨན་དེ་ཚོས་གསར་འགོད་ནང་བཏོན་ཆོག་གི་ཡོད་ད་མེད་ག་ངས་ཧ་གོ་མེད་ངས་མཐོང་མ་སོང། གང་ལྟར་ཀྱང། ངས་དེ་རིང་དེ་ལ་ཡ་དངུལ་ཁང་གི་ངའི་མིང་གླེང་ཐུབ་མ་རེད་སོ་སོའི་དངུལ་དངུལ་ཁང་ག་བ་ཡོད་ནས་དངུལ་ཁང་དེ་དང་དངུལ་ཁང་གཞན་པ་གཉིས་བར་ལ་ཡ་ཁྱད་གཞི་བྱས་ནས་སོ་སོ་སོ་སོའི་གོ་སྐབས་ཚེ་ར།

ངས་ཞུ་བ་མི་ཡུལ་དང་པོ་དེ། དངུལ་ཁང་གཞན་པ་གཉིས་ལ་ཡང་སྐྱེལ་བཞི་བྲིས། ཁྱེད་རང་ལ་བུ་ལོན་སྒོར་མོ་འབུམ་གཉིས་དང་ཁྲི་གཅིག་ཡོད། ང་ལོ་གཉིས་གསུམ་བཞི་ལྔ་ཁྲིད་བཟོས། ག་ཚོད་ཕྱིན་ཡོད་ནམ་དེ་ཕྱིན་སོང། ང་ད་ལྟ། ཁོ་ཚོས་དངུལ་ཁང་གཞན་པ་གཉིས་ཀྱི་གར་གོ་ཡོད་ལགས་རེད་ཟེར་ན། ཁྱེད་རང་ལས་ཀ་བྱེད་བཞིན་བྱེད་ཀྱི་ཡོད་པའི་གི་ལས་ཀའི་རྒྱན་འཁྱེར་ཤོར་གི་འདུག་གི་སྐོར་རེད། ཁྱེད་རང་སྙེ་མ་བུ་ལོན་གཡང་འཁྱོག་གི་བུ་ལོན་ཟླ་བ་ཐོག་ལ་ག་ཟིག་སྤྲད་ཀྱི་ཡོད་པ་དེའི་སྐོར་སྐོར་རེད། འདི་འདྲས་འདྲ་བའི་འདི་ནས་ཁྱེད་རང་གི་དེ་ཡོད་རེད་པ། ID card ཟེར་རེད་པ། ངོ་སྤྲོད་ལག་འཁྱེར། འདི་གའི་སྐོར་སྐོར་རེད། འདི་གའི་ཕར་སྤྲད་དགོས་སྐོར་འདི་གའི་མ་སྤྲད་པས་ནི་དངུལ་གང་གི་ཐོབ་བྱ་དགོས་བྱ་ལས་ཡ་ད་ག་ཟིག་ཁྱེད་རང་ལས་ཡ་ཚོས། དངོས་དེ་ཡག་གོ་སེ་ལབ་གི་མ་རེད། འདི་གས་སོ་སོ་སོ་སོ་སུ་ཡིན་པ་དང་སོ་སོ་བུ་ལོན་ཡོད་པ་དང་བུ་ལོན་འདི་གས་ཡོད་པ་དང་ག་ཚོད་སྤྲད་ཡོད་པ་དེ་གས་ཁོ་ཚོས་ལྟ། ཨ་ད་ནས་ཁྱེད་རང་ལ་ཡག་ཨོ་ཁེ་ཨ་ད་ང་ཚོས་ཁྱེད་ལེན་གོ་ང་ཚོས་ཁྱེད་རང་ལ་ཡག་བརྒྱ་ཆ་དེ་གས་ཕྱིར་བཏང་གི་ཡིན་ཟེར་བྱས་ཚོ་ཨ་ནི་ལེན་རག་རེད། ད་ཡང་འདི་ཁ་བ་ན་ལོ་ལ་ཡག་བཤད་དེ་ནི་འདི་ཆོ་མེད་པ་རེད།

ལོ་བཅོ་ལྔ་ཉི་ཤུ་ཉི་བརྒྱད་ལྔ་དེའི་རིང་གི་བར་སྤྲད་ཡ་རེད། ཡིན་ནའི། དགོང་མོ་ཁྲི་གཅིག་དང་བདུན་སྟོང་ཟེར་དུས་བཙོན་པ་ཆུང་བཅུ་རྩ་བ་ཉིད་ནས་མ་རེད་ད་ས་གནས་སྦེལ་ཇམ་དུ་བ་ཆ་བཞག་ན། མི་གཅིག་གི་གླ་ཆ་སྤྱི་བཏང་གི་གླ་ཆ་དགོང་མོ་གཅིག་སྟོང་དྲུག་བརྒྱ་རེད་བ། ཆིག་སྟོང་དྲུག་བརྒྱ་རེད་བ། ཆིག་སྟོང་དྲུག་བརྒྱ་ཟེར་དུས་བཙོན་པ་རེད་དོ་འདི་ལོ་ཟླ་བ་བཅུ་ཧྲིལ་བོ་ཏག་ཏག་ལས་ཀ་བྱེད་འགོ་བ་ད་འདི། ཁྲི་གཅིག་དང་བདུན་སྟོང་ཟེར་དུས་བཙོན་པ་ལ་ཡ་ལོ་གཅིག་གི་གླ་ཆ་འདྲ་པོ་ཞིག་རེད། ལོ་གཅིག་དང་གླ་ལོ་གཅིག་གི་གླ་ཆ་རེད་ད་དེ་ཟ་ཡ་ལ་ཡང་ལོ་གཉིས་དང་གསུམ་འགོར་སྲིད་རེད་གང་ཡིན་ཟེར་ན། ཁ་ལག་ཟ་མ་གོ་བ་ཁང་གླ་སྤྲད་མ་གོ་བ་ཨ་འདུ་བ་ལ་ཡང་དངུལ་རྩིས་དེ Bill སོང་མ་རེད་པས། ག་གི་ཆུ་དང་གློག་དང་དེ་འདྲས་འགྲོ་སོང་ག་གི་སྤྲད་མ་གོ་བ་བྱས་ལས་ཀ་ཅི་འགོ་བྱས་བྱས་དངུལ་ཚང་མ་ཉག་བསྡད་གི་ཡོད་ནི་མེད་ཨ་ནི། ཟླ་བ་བཅུ་བཅུ་གཅིག་འདི་འདྲས་ལ་ཡང་སོག་ཡོང་དགོས་རེད་བ། ཟླ་བ་བཅུ་བཅུ་གཅིག་དུ་བ་སོགས་ཡོང་གི་རེད་ལོ་གཅིག་ཡས་མས་ན་སོགས་ཡོང་གི་རེད་ཨ་དེ་གས་ཚང་མ་བྱེད་དགོས་དགོས་ཡོད་ནི་མེད་ཁང་ལ་བསྐྲད་དགོས་རེད་ཟ་ཡ་འཐུང་ཡ་ཟ་དགོས་རེད་དེ་གས་ཚང་མ་བྱེད་དགོས་ན་སྒོར་མོ་ཁྲི་གཅིག་དང་དོན་སྟོང་ས་ཡ་ལ་ཡ་ཉུང་མཐའ་ལ་ལོ་གཉིས་གསུམ་དགོས་གི་རེད་བྱས་ཙང་འདིའི་ཚོད་དེ་ཁེབས་ཚང་རག་གི་འདུག་བྱས་ཙང་ང་དཔེ་མེད་ཟིག་གི་དགའ་བོ་བྱུང་སོང་ཁ་སང་གནས་ཚུལ་འདི་འདྲ་བྱུང་ཁོ་རང་གས་ང་ཚོ་ཁ་པར་དང་བཅས་འབྲེལ་བ་བྱས་ཡོད་དུས་ང་དཔེ་མེད་ཟིག་གི་དགའ་བོ་བྱུང་སོང་ང་རས་བཤད་པ་དེ་ཕན་བཞག་སམ་ཟ་ཞིག་བྱུང་སོ། ལྷན་རྒྱས་ཚོའི་ངོས་ནས་དེ་ལ་དོ་སྣང་གནང་རྗེས་ཟིན་རོགས་བྱས། ལ། ཨ་ནི་འདི་བྱུང་ན་ལྷན་རྒྱས་ཚོས་བརྒྱུད་སྐུལ་གནང་རོགས་བྱས། མི་ག་ཚོད་མང་ངེ་ཁྱབ་ཡིན་ན་ལས་དེ་ཚིག་མང་ངེ་ཕན་ཐོག་གི་རེད། ང་ཚོ་བོད་པའི་སྤྱི་ཚོགས་ནང་ལོག་སྤྱི་དང་དེ། ཆོས་ཐེག་ཆེན་ཡིན་ཐེག་པ་ཆེན་པོའི་ཆོས་ཡིན་ཟེར་གི་ཡོད་རེད་ལ་ལས་གནང་སྟངས་མང་པོ་བྱས་ལ་ཡ། རང་གཅེས་འཛིན་གྱི་བློ་གྲོས་མང་པོ་ཞིག་ཆགས་ཡོང་དགོས་པ་རེད་དོན་དག་དོག་དོག་ལ་ཡང་ག་རེ་ཟེར་ན་ཁེ་བཟང་ཞིག་ཐོན་ནས་སོ་སོ་རང་ལེན་མ་ཐུབ་པའི་མིལ་ཕ་ཅེ། ཕན་ཐོགས་ཡ་ཐོན་ནས་མིལ་མ་ལབ་བྱས་བྱས་ཞག་ཞག་ཞིག་ཏུ། གཅིག་ནས་སྣང་མེད་ཤོར་གི་ཡོད་རྒྱུ་རེད་གཅིག་ནས་རྐང་བཙུགས་ནས་བྱེད་ཀྱི་ཡོད་པ་གྲོགས་ཞིག་ཏུ། འདི་ཚོ་བརྒྱུད་སྐུལ་གནང་རོགས་གཅིག་དང། ཨ་ནེ་ཕན་ཐོགས་སོང་ཚང་མ་ལ་ཕན་ཐོགས་གི་རེད། ཅེས་པ་སོ་སོ་ཆུ་ཁོལ་མ་རེད་ང་རང་ལས་ཕན་ཐོགས་བྱུང་སོང་ང་ད།

འོ་དེ་ཡིན། ཨ་ཡག་པོ་ཤོག་ཆུ་བྱུང་ཤག། ཚང་མ་ལོ་ལ་ཕན་ཐོགས་པ་ནི་དཔེ་མི་སྲིད་ཡག་པོ་ཡོང་ས་རེད། ད་ལྟ་ཁོ་རང་རང་ལ་ཡང་སྒོར་མོ་ཆིག་ཁྲི་དོན་སྟོང་གི་ཁྱད་འཕགས་བྱུང་ཤག་ཆིག་ཁྲི་དོན་སྟོང་ཆུན་ཆུན་མ་རག་ཡུ་རོ་ཆིག་ཁྲི་དོན་སྟོང། འོ་དེ་ཡིན། ཨ་ནི། མཆན་བཀོད་རོགས་གནང། བཀའ་དྲིན་གནང་ཡོད་ནི་མཆན་བཀོད་རོགས་བྱས་ང་རང་ཤེས་པ་ཡོད་ནི་ངའི་ཞུ་སྒོ་ཡིན། ཨ་ནི། ལྷན་རྒྱས་ཚོ། ཐུགས་ཕན་གསོས་པའི་རེ་བ་ཡོད། ཨ་འཕགས་ཚོ་བརྒྱུད་སྐུལ་གནང་རོགས་གྱིས།

བཅའ་ཡས་དེ་བཅའ་བས་ན། སྒོར་མོ་ཉིས་བརྒྱ་ལྔ་བཅུ་ནས་ཉིས་བརྒྱ་སུམ་བརྒྱའི་བར་གྱི་ཆད་པ་ཞིག་བབས་འདུག་འདི་སྤྲད་ཡས་ལ་བཞག། འདི་སྤྲད། བདག་བྱས་ལ་ཡབ་ཁོ་གྲུ་ལུགས་དེ་རྙེད་རྒྱུ་རེད་བྱས་མ་ཐུབ་གཞན་པའི་ག་ངས་མི་འདུག་ཅེས་ཞུ་ཡས་གཅིག་བཅད། ད་ལྟ་གོ་ཐོས་ལ་ཡ། དངུལ་ཁང་དངུལ་ཁང་བརྒྱུད་བྱས་ཕར་ཚུར་ཡང་གཅིག་གྲུ་ཐང་ཞིག་འདུག་ས་འདི་བྱས་པས་ན་སྒོར་མོ་གཅིག་སྟོང་ཉིས་བརྒྱ་ས་གཅིག་སྟོང་སུམ་བརྒྱ་ས་བཅུ་བཞི་དྲུག་མི་འདུག་བྱས་རྗེས་འདི་འདྲས་གཅིག་གུག་གུག་འདུག་ད་འདས་ཀྱི་ག་ཚོད་རེད་ནོ་ད་རེས་ད་ལྟ་འདི་སྒོར་མོ་སྟོང་དང་བརྒྱད་བརྒྱ་བྱས་སོང་བ་ད་འདི་དངོས་ཡོད་གནས་ཚུལ་ཡིན་དང་མིན་ངས་ཧ་གོ་མ་སོང་འདིའི་གནས་སྟངས་འདི་ག་རེ་གང་ཆགས་སམ་ཁྱེད་རང་ཁྱེད་རང་དངུལ་ཁང་འདི་ནས་དངུལ་ཁང་གཞན་པར་སྤོ་ཡ་ཡིན་ན་དངུལ་ཁང་གཞན་པར་སྤོ་ཡ་ཡིན་ན། དངུལ་ཁང་བཤམས་པ་འདིས་སྤོ་ས་འདི་གི་དངུལ་ཁང་འདི་གི་ཁྱེད་རང་གི་སྔོན་གྱི་དངུལ་ཁང་བྱོར་བ་སྔོན་མ་གི་སྙད་ཀྱི་དངུལ་ཁང་རྙིང་པ་བྱོར་བ་འདི་ལ་སྐྱེན་ཤ་བཤད་ནས་བག་ཙོ་སྒྲིག་རྒྱ་ཆེ་རེ་བྱ། ད་འདི་ངས་ད་འདི་གསལ་པོ་ངས་ཧ་གོ་ངེས་ཡིན་ནས་ཁྱེད་རང་རྣམ་པ་ཚོ་བཀའ་འདྲི་གནང་དང་ཅི་ཅན་དེ་འདྲ་ཡོད་སྲིད་རེད། ཡོད་པ་ཡིན་ན་སྒོར་མོ་སྒོར་མོ་ད་འདི་སྒོར་མོ་སྒོར་མོ་བརྒྱད་སྟོང་འདྲ་བྱོ་རེ་བདུ་བ་སྒོར་མོ་བརྒྱད་སྟོང་གང་ཙར་དྲུག་མར་བ། འདི་ནང་ལོའི་སྒོར་མོ་གཅིག་སྟོང་ཉིས་སྟོང་སུ་འགྲོ་བའི་ནི་ལས་སྒོར་མོ་དྲུག་སྟོང་ལྷག་ཡོང་གི་འདུག་བ། འོ་དེ་ཨེ་ཁྱེད་བཟང་སྒོར་མོ་དྲུག་སྟོང་ལྷག་སོང་ད་འདྲ་ཁོ་རང་གི་གནས་སྟངས་འདྲ་པོ་ཆགས་བཤད་ན་སྒོར་མོ་ཆིག་ཁྲི་དོན་སྟོང་གང་སྒོར་མོ་དྲུག་སྟོང་ལྷག་སོང་ན་འོ་ཧོ། སྒོར་མོ། ཉིས་ཁྲི་སུམ་སྟོང་ཁྱེད་བཟང་དོན་གོ་རེད། རེད་པ། བྱས་ཙང་དེ་ཁྱེད་བཟང་དཔེ་མི་སྲིད་ཆེན་པོ་རེད། རེད་པ། ཚེ་དང་གྲོ་སོང་སྟག་མོ་ཨོ་ཡ་ཆེ། ཨ་དེའི་ཚོད་དུ་ཡང་ང་རང་ཚོའི་བོད་པའི་ནང་ལོག་ཏུ་བ་གར་བྱའོ་ནས་ཡང་ཀྱི་རང་བཙན་ལ་དེ། རྒྱང་དགོས་ཡིན་ན་ད་ག་རེ་ཡིན་ནས་དེ་འདྲས་གནང་ཡ་ཡོད་རེད་བ། ཨ་དེ། ལགས་སོ། ཨ་ཚོད་བཤད། ཨ་ནི། ཐུགས་མཉེས་པོ་བྱུང་སོང་ན་ཨ། དེ་རེད་གཏམ་ཚབ་ཟིག་དུ་བ། ཨ་ནི། ཁར་ས། ཅེས་དྲི་བ་ཡོད་ན། མཆན་བཀོད་རོགས་བྱས་བཀའ་འདྲི་གནང་རོགས་བྱས། ཡག་པོ་ཡོད་དང་མེད་དང་ཐོག་ལ་ཡ་མཆན་བཀོད་རོགས་གནང་ཞུ་ཡ་ཡིན། ད་ནང་བཞིན་གྱི་གཞན་པ་ལ་ཕན་ཐོགས་སེ་བསམ་ནས་བརྒྱུད་སྐུལ་གནང་རོགས་གནང་ཐུགས་ཆེ་དང། བཀའ་དྲིན་ཆེ།